ད་དེ་འདྲ་འོས་བསྡུ་དང་འབྲེལ་བའི་ཐོག་ནས་ཡང་གཅིག་འབྲེལ་ཡོད་ཆ་ཚང་ལ་ཡང་གཅིག་ང་ཚོས་ཡང་སྐུལ་འདེད་ཞུ་དགོས་གནད་དོན་གཅིག་གི་ཐོག་ནས། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཆེན་པོའི་ལས་རིམ་འཐུས་ཚང་བསྒྲུབ་ཐུབ་པའི་ཐུགས་འགན་གཙོ་བོ་ས་གནས་འོས་བསྡུ་ལས་ཁང་ཁག་ལ་ཡང་ཡོད་པར་བརྟེན་ས་གནས་འོས་བསྡུ་ལས་ཁང་ཁག་གི་འགན་འཛིན་དང་ཚོགས་མི་རྣམ་པས་རང་འཁྲིའི་ཞུ་སྒོ་ཁག་རང་དབང་དང་དྲང་བདེན་ཐོག་མཐུ་རྐྱེན་ཆེ་ཤས་ཀྱི་འོས་བསྡུ་དང་འབྲེལ་བའི་རྩོད་རྙོག་རྣམས་ས་གནས་རང་ནས་ཐག་གཅོད་གང་ཐུབ་གནང་དགོས་པའི་ནན་སྐུལ་ཞུ་རྒྱུ་དང་མང་ཚོགས་ནས་འོས་འཕེན་རྒྱུའི་ཐོབ་ཐང་རྩ་ཆེ་ཤོས་ཡིན་པས་ས་གནས་སོ་སོར་འོས་འཕེན་གྱི་ཆ་རྐྱེན་ཚང་རིགས་རྣམས་ལ་འོས་འཕེན་ཆོག་པའི་ཐོབ་ཐང་ངེས་པར་གནང་དགོས་རྒྱུ། དེ་བཞིན་འོས་བསྡུའི་ཉིན་ས་གནས་གཞན་ནས་ཕེབས་མཁན་འོས་འཕེན་པའི་ཆ་རྐྱེན་ཚང་རིགས་རྣམས་ལའང་འོས་འཕེན་རྒྱུའི་ཐོབ་ཐང་སྤྲོད་དགོས་རྒྱུ། ལྷག་པར་འོས་བསྡུའི་ཉིན་བྱེད་སྒོ་རྣམ་གཞག་རྣམས་རྩོད་རྙོག་མི་འབྱུང་བའི་ཐོག་འགྲུབ་དགོས་རྒྱུ་དང་དམིགས་བསལ་གྲངས་བཤེར་སྐབས་ལས་དོན་རྣམས་དྲང་བདེན་ངང་ངེས་པར་འགྲུབ་དགོས། ཁ་བ། བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུའི་ལས་བྱེད་རྣམས་ནས་བོད་མིའི་སྒྲིག་འཛུགས་ཀྱི་བླང་དོར་དང་ཐོབ་ཐང་གི་སྒྲིག་གཞི་དོན་ཚན་བརྒྱད་པའི་ནང་གསལ་དག་པ་ནང་གསལ། དབུས་སའི་འོས་བསྡུ་དང་མང་མོས་ཐག་གཅོད་འོས་བསྡུའི་སྐབས་རང་འཁྲིའི་འོས་བསྡུ་ལས་འགན་དང་འོས་འཕེན་གྱི་ཐོབ་ཐང་གླེང་རྒྱུ་ལས། གཞན་ལ་དབང་ཚད་ནུས་ཤུགས་བེད་སྤྱོད་དམ། བཀོད། དང་སྐུལ་སློང་བརྡ་སྟོན་འོས་བསྡུ་དང་འབྲེལ་བའི་འདུ་འཛོམས་དང་ཚོགས་འདུ་གྲོས་གླེང་ནང་ཞུགས་པ་ལྟ་བུ་ཐེ་ཇུས་རིགས་གང་ཡང་མི་ཆོག། ཞེས་གསལ་བ་ལྟར་རྩ་འཛིན་དགོས་རྒྱུ་དང་དམིགས་བསལ་སྐབས་བབ་ཀྱི་སྲིད་སྤྱི་གཉིས་ཀྱི་འོས་མིར་བཞེངས་མཁན་རྣམས་ལ་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་རིགས་གཏན་ནས་མི་ཆོག། ག་པ། སྤྱི་ལོ་ཉིས་སྟོང་ཉིས་བརྩེ་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཁོངས་འོས་མིར་བཞེས་མཁན་རྣམས་ནས། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དང། དབུས་འོས་བསྡུ་ལས་ཁང་ནས་གཏན་འབེབས་གནང་བའི་རྩ་འཛིན་ལམ་སྟོན་ཁག་དང་འགལ་མེད་ལག་བསྟར་ངེས་གནང་དགོས་རྒྱུ་སྤྱི་དང་བྱེ་བྲག་ཏུ། འོས་མི་དང་དེའི་རྒྱབ་སྐྱོར་བ་རྣམས་ནས་དངུལ་དངོས་སོགས་བཀོད་ངན་སྤྲོད་ལེན་འགུལ་རྒྱུའི་ཐབས་ཤེས་རིགས་བྱས་པའི་ར་སྤྲོད་བྱུང་ཚེ། སྒྲིག་སྲོལ་ལྟར་བཟོད་བསྲན་སླད་ལྐོག་ཟ་རོ་ཀྲ་ལོ་རེན་སི་ཡིན་པས་དེ་དོན་མི་བྱུང་བའི་ནན་སྐུལ་ཞུ་རྒྱུ་དང། དེ་བཞིན་འོས་མིར་བཞེས་མཁན་རྣམ་པ་དང་རྒྱབ་སྐྱོར་རྣམས་ནས་རྒྱབ་སྐྱོར་བ་རྣམས་ནས་འོས་བསྡུའི་ཉིན་གཉིས་གོང་འོས་བསྡུའི་དྲིལ་བསྒྲགས་བྱེད་མཚམས་འཇོག་དགོས། སྤྱིར་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གིས་སྒྲིག་འཛུགས་ཀྱི་འཛིན་སྐྱོང་བྱ་ཕྱོགས་དང། སོ་སོའི་ཚོགས་མི་དང་དགེ་ལས་རྣམ་པར་རང་རང་གི་ཚོགས་པའི་སྒྲིག་གཞི་གཏན་འབེབས་ཡོད་པའི་གཏན་འབེབས་ཡོད་ངེས་ལྟར་རྩ་འཛིན་ལག་བསྟར་གནང་མུས་ལ་དབུས་འོས་བསྡུ་ལས་ཁང་ནས་དགག་བྱ་དང་ཐེ་བྱུས་སོགས་ཞུས་ཡོད་མ་མཆིས་ཀྱང། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཅུ་གཅིག་ནང་གསལ། བོད་ཀྱི་ཡུལ་མི་ཚང་མར་འོས་གཞིར་ཞུགས་རྒྱུའི་ཐོབ་ཐང་འདྲ་མཉམ་ཡོད་པ་གསལ་ཡོད་ཀྱང། འོས་བསྡུ་ཆེན་པོའི་ལས་རིམ་འགྲོ་བཞིན་པའི་སྐབས་མཚམས་སུ། ཚོགས་སྡེ་ཁག་ཅིག་ནས་ཚོགས་མི་རྣམ་པ་འོས་མིར་བཞེངས་ཕྱོགས་ཐོག་དྲང་བདེན་དང་འདྲ་མཉམ་མེད་པའི་སྒྲིག་གཞི་བསྐྱར་བཅོས་དང་གྲོས་ཆོད་སོགས་ཀྱི་ལམ་ནས་འགོག་རྐྱེན་བྱུང་འདུག་པ་ནི། མང་གཙོའི་ལྟ་གྲུབ་དང་ཡོངས་སུ་འགལ་བ་མ་ཟད། བཙན་བྱོལ་བོད་མིའི་མང་གཙོའི་མཚན་སྙན་ལ་ཡང་གནོད་འཚེ་འགྱུར་ཉེན་ཡོད་པར་བློ་ཕམ་གྱི་རང་བཞིན་དུ་གྱུར། ཕྱོགས་ཟུང་འོས་བསྡུའི་ལས་རིམ་འགྲོ་བཞིན་པའི་སྐབས། དཔལ་ལྡན་སྲིད་སྐྱོང་མཆོག་ནས་གཞུང་འབྲེལ་ཆོས་འཁོད་མུ་མཐུད་གནང་བཞིན་པ་ལ་མང་ཚོགས་ནས་བསམ་ཚུལ་ཡོང་བཞིན་ཡོད་པར། དེ་ཡང་དཔལ་ལྡན་སྲིད་སྐྱོང་མཆོག་གཞུང་འབྲེལ་ཆོས་འཁོད་སྐབས་ས་གནས་སོ་སོར་སྣེ་ལེན་དང་འགོ་ཁྲིད་ཞུ་མཁན་རྣམས་ས་གནས་འོས་བསྡུ་འགན་འཛིན་ཡིན་པ་དང་འོས་བསྡུ་དྲང་བདེན་ཡོང་མིན། གླེང་སློང་ཤུགས་ཆེར་མི་འགྲོ་བའི་ཆེད་དུ་དཔལ་ལྡན་སྲིད་སྐྱོང་མཆོག་སྲིད་སྐྱོང་གི་འོས་མི་ཡིན་པའི་ཆ་ནས། འོས་བསྡུ་ཆེན་མོའི་ལས་རིམ་སྐབས་ལྡོག་ཏུ་མེད་པའི་ལས་དོན་ཁག་ཕུད། གཞུང་དོན་ཆོས་འཁོད་དང་རྒྱུན་ལྡན་མིན་པའི་གཞུང་འབྲེལ་མཛད་སྒོ་ཁག་དངོས་གཞིའི་འོས་བསྡུ་མ་འགྲུབ་པར་ཕྱིར་འགྱངས་དགོས་རྒྱུ་གཙོ་དོན་ཞུ་རྒྱུ་དང་མང་ཚོགས་ཀྱིས་དཀའ་སེལ་སླད་གཞི། དཀའ་སེལ་ལས་གཞི་སོགས་ཀྱི་འོག་གཞིས་ཆགས་ཁག་ཏུ་ས་ཁང་བགོ་འགྲེམས་དང་མཐུན་རྐྱེན་སྦྱོར་སྤྲོད་ཀྱི་ལས་གཞི་ཁག་དངོས་གཞིའི་འོས་བསྡུ་མ་འགྲུབ་པར་ཕྱིར་འགྱངས་གནང་ཕྱོགས་གནང་ཕྱོགས་ཀྱིས་ས་གནས་སུ་བཀོད་ཁྱབ་ཡོང་བའི་སྐུལ་འདེད་ཞུ་རྒྱུ་ཡིན། དོན་ཚན་གསུམ་པ་འདི་ལྟར་ང་ཚོ་གསལ་བཤད་ཁག་ཅིག་ཆགས་འདི་ཡོད་འོས་བསྡུ་ལས་ཁང་གི་ཕྱག་ལེན་གནང་ཕྱོགས་ཐོག་ལ་ཡང་མང་ཚོགས་ནས་བསམ་ཚུལ་ཁག་ཅིག་ཡོང་འདི་གི་འདུག་འདི་ལྟར་འབྲེལ་བ་ཆགས་འདི་ཡོད། སྔར་ལོར་དབུས་འོས་བསྡུ་སྤྱི་ཁྱབ་འགན་འཛིན་ནས་དེ་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་ལས་རིམ་མགོ་བཙུགས་ཀྱི་དུས་ཚེས། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་གཅིག་ནས་གནང་རྒྱུ་གཏན་འཁེལ། གཏན་འབེབས་ཞུས་ཏེ་འགྲིག་ཐོན་སྙན་སེང་ཞུས་ཡོད་ན་ཡང། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་དྲུག་པའི་ཚེས་བཅུ་གཉིས་ཉིན་དཔལ་ལྡན་སྲིད་སྐྱོང་མཆོག་ནས་གཏན་འབེབས་ཟིན་པའི་འོས་བསྡུའི་ལས་རིམ་དེ་བཞིན། སྤྱི་ཟླ་དགུ་པའི་ཚེས་གཅིག་ལ་སྔ་སྣུར་ཡོང་བའི་དགོངས་འཆར་གནང་ཡོད་ཀྱང་དེ་ལས་ནས་དང་ལེན་ཞུས་མེད། ག་པ། གཞི་རིམ་དྭང་བླངས་མི་དམངས་ལས་འགུལ་ཚོགས་པ་ཞེས་པ་ནས་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་བཅུ་བཅུ་བཞི་ཉིན་དམིགས་བསལ་ཚོགས་ཆེན་གྱི་ལས་འགུལ་ཞིག་བཞུགས་སྒར་དྷ་རམ་ས་ལར་གོ་སྒྲིག་ཞུ་བཅར་གསལ་བསྒྲགས་ཞུས་པའི་གནད་དོན་དེ་ནས་ཤེས་རྟོགས་བྱུང་མ་ཐག་འབྲེལ་ཡོད་ལ་ཞལ་པར་བརྒྱུད་ལས་འགུལ་དེ་དེ་བཞིན་འོས་བསྡུ་ལས་རིམ་སྐབས་གནང་ཐལ་མེད་པའི་ཕྱི་རྟེན་དགོས་དགོས་སྐོར་དགག་བྱ་ཞུས་དོན་ལྟར་འབྲེལ་ཡོད་ནས་དང་ལེན་གྱིས་ཕྱི་རྟེན་ཞུས་ཡོད། ལྔ་པ། ཨ་རིའི་སྐུ་ཚབ་དོན་ཟུར་དབུ་དཀར་ཚང་སྐལ་བཟང་རྡོ་རྗེ་ལགས་ནས་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཅིག་པའི་ཚེས་ཉིན་རྩ་གཅིག་ཉིན་རྡ་ས། ལྷ་རྒྱལ་རིར་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་འོས་མིར་བཞེངས་རྒྱུའི་གསར་འགོད་གསལ་བསྒྲགས་ཤིག་སྤེལ་སྐབས། རྒྱལ་བ་རིན་པོ་ཆེ་ནང་བཞིན་སུ་གང་གིས་གནང་ཐུབ་ཀྱི་མ་རེད། ཡིན་ན་ཡང་རྒྱལ་བ་རིན་པོ་ཆེ་གཙོས་པའི་ང་ཚོ་ཚང་མ་ད་ང་ཚོ་མི་ཚང་མ་ལ་ཡང་སྐྱོན་མེད་སྐྱོ། དང། ག་རེ་ཡིན་ན་ཡང་མི་གཅིག་གིས་ད་ག་ཚོད་འཇོན་ཐང་ཤེས་འཇོན་རྒྱབ་ལྗོངས་ཡོད་པ་ཡིན་ན་ཡང་མི་གཅིག་གི་ནུས་པ་དེ་མི་མང་པོ་དང་བསྡུར་ཡག་ཡོད་མ་རེད། ཞེས་གསུངས་པར་མང་ཚོགས་ནང་བསམ་ཚུལ་དང་སྐྱོན་བརྗོད་རིགས་བྱུང་བར་སོང། དེ་སླད་ནས་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་སྲིད་སྐྱོང་འོས་མི་དབུ་དཀར་ཚང་སྐལ་བཟང་རྡོ་རྗེ་ལགས་ནས་བཅའ་ཁྲིམས་དགོངས་དོན་དང་འགལ་འཛོལ་བསྒྱུར་ཉེན་ཡོད་པར་སླད་ཕྱིན་དེ་རིགས་མི་ཡོང་བའི་ཐུགས་གཟབ་དགོས་པའི་ཉེན་བརྡ་ཡང་བཏང་བ་བྱུང་ཡོད། བཅའ་བ། བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་འགོ་ཁྲིད་འོག་ཕྱི་ལོ་ཉིས་སྟོང་ཉིས་བརྩ་དྲུག་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་བཞི་ནས་རྩ་བདུན་བར། བོད་རང་དབང་འཐབ་རྩོད་པའི་ལྷན་འཛོམས་ཞེས་པའི་བརྗོད་གཞིའི་ཐོག་ཚོགས་འདུ་རྒྱས་འཛོམས་ཤིག་འཚོགས་གཏན་འཁེལ་བའི་གནད་དོན་དེ་གར་ཤེས་རྟོགས་བྱུང་བར་དེ་ནས་ཉིས་སྟོང། ཉིས་བརྩོན་དྲུག་ཟླ་བ་དང་པོའི་ཚེས་དྲུག་ཁོ་ནའི་ནང། ཚོགས་ཆེན་དེ་བཞིན་འོས་བསྡུའི་ལས་རིམ་འགྲོ་བཞིན་པའི་སྐབས་གནང་ཡོད་མ་མཆིས་པའི་དངོས་གཞིའི་འོས་བསྡུ་མ་གྲུབ་བར་ཕར་འགྱངས་དགོས་པའི་བཀོད་ཁྱབ་སོང་བ་ལྟར་འདེད་ཚུལ་ལས་ཁུངས་ནས་དང་ལེན་གྱིས་ཚོགས་ཆེན་ཕྱིར་འགྱངས་གནང་བ་བྱུང་ཡོད། ཆ་བ། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉིས་བརྩ་དྲུག་ཟླ་བ་གསུམ་པའི་ཚེས་བཅུ་གཅིག་ཉིན་བོད་དོན་རྒྱབ་སྐྱོར་ཚོགས་པའི་གོ་སྒྲིག་འོག་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་བཞི་བཞུགས་སྒར་རྡ་རམ་ས་ལར་ཚོགས་གཏན་འཁེལ་བའི་ཐོག་པར་འདན་བོད་མི་མང་སྤྱི་འཐུས་ཚོགས་གཙོ། མཆོག་དང་དཔལ་ལྡན་སྲིད་སྐྱོང་མཆོག་ལ་སྐུ་མགྲོན་གཙོ་བོར་གདན་ཞུ་གནང་འཆར་གྱི་གནས་ཚུལ་ཤེས་རྟོགས་བྱུང་སྐབས། དེ་ནས་འབྲེལ་ཡོད་བརྒྱུད། འོས་བསྡུའི་ལས་རིམ། སྐབས་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་དང་སྲིད་སྐྱོང་འོས་མི་དཔལ་ལྡན་སྲིད་སྐྱོང་མཆོག་རྣམ་གཉིས་ཚོགས་ཆེན་དེར་སྐུ་མགྲོན་གཙོ་བོར་གདན་ཞུ་གནང་མ་དགོས་པར་ལམ་སྟོན་ཞུས་ཡོད། བྱ་བ། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཉིས་པའི་ཚེས་ཉི་རྩ་བདུན་ཉིན་གདན་ས་ཆེན་པོ་དཔལ་ལྡན་འབྲས་དཀར་སྤུངས་པའི་བླ་སྤྱི་ནས་གཞུང་འབྲེལ་དགྲ་བླ་གནས་ཆུང་ཆོས་དགེ་ཆེན་པོས་སྤྱན་འདྲེན་ཞུས་སྐབས་ཀྱི་བཀའ་ལུང་དང་འབྲེལ་བའི་བོད་ཀྱི་རླུང་འཕྲིན་ཁག་ནས་སྐུ་ཞོགས་རྡོ་རྗེ་ལགས་ལ། ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་བཅའ་ཁྲིམས་ཞུས་པའི་ལན་འདེབས་སུ། གཞུང་འབྲེལ་དྲྭ་ལའི་བཀའ་ལུང་ཇི་བཞིན་འགྲེལ་བརྗོད་གནང་ཡོད་གནང་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་རིམ་འགྲོ་བཞིན་པའི་སྐབས་དེར་ཁོང་ནས་འཕྲོད་བཞེས་ཀྱི་ཆབ་སྲིད་དང་འབྲེལ་བའི་བཀའ་མོལ་མང་དག་གནང་ཐད་ཀྱིས་རྐྱེན་པས་སྤྱི་ཚོགས་འཁྲུག་གཞི་དང་འོས་བསྡུའི་ལས་རིམ་ལ་དོ་ཕོག་འགྲོ་ཉེན་ཡོད་པར་སོང་བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དང་རྩ་འཛིན་ལམ་སྟོན་བཅས་འགལ་འཛོལ་བྱུང་བའི་ཁོངས་ལ་ཉེན་བརྡ་བཏང་ཡོད་པ་བཅས་ཀྱི་གསལ་བཤད། དོན་ཚན་གསུམ་པ། སྦེལ་ཀོབ་ལུགས་བསམ་ཞི་མི་ངག་དབང་བློ་གྲོས་ཨམ་ཅི་ཏཱ་ར་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་བ་བཅུ་གཅིག་པའི་ཚེས་གཉིས་ཉིན་རང་གི་སྤྱི་ཚོགས་དྲ་རྒྱ YouTube Doctor Tara Tibetan Medicine ཞེས་པའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷ་རྒྱལ་རིན་རྣམ་རྒྱལ་སྒྲོལ་དཀར་ལགས་ལ་གྲོ་བཏགས་དང་གཞི་མེད་སྐྱོན་འཛུགས་བྱས་པར་བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དོན་ཚན་ཉེར་བཞི་པའི་ནང་གསེས་གསུམ་པ་དང་བཅུ་གཅིག་དང་རྒྱལ་རྩོལ་བྱུང་བའི་ར་སྤྲོད་ཀྱི་སྒྲིག་གཞི་དོན་ཚན་ཉེར་ལྔའི་པའི་ནང་གསེས་གསུམ་པ་དང་བཅུ་གཅིག་གོང་དོན་ལྟར་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ནས་ལོ་བརྒྱད་རིང་གཞུང་འབྲེལ་དམ་བཅའ་འདེམས་བསྐོ་གི་ཐོབ་ཐང་འཕྲོ་རྒྱུག་ཐག་གཅོད་ཞུས་པའི་བཅད་ཁྲ་སྙན་སྒྲོན་ཞུ་རྒྱུ་ལ་ཡང། མཐའ་དོན། ད་ལན་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་པོའི་ལས་རིམ་དེ་བཞིན་ཞི་འཇམ་དང་ཚགས་ཚུགས་ངང་འགྲུབ་པའི་ཆེད་དུ། མང་ཚོགས་ནས་ཕྱར་གྲུ་མཉམ་འདེགས་ཡོང་བ་དང་བོད་ཀྱི་བསྟན་བདག་བླ་ཆེན་གྱིས་གཙོས་པའི་འབྲེལ་ཡོད་ཆབ་སྲིད་ཀྱི་དབུ་ཁྲིད་རྣམ་པས་ནས་མང་ཚོགས་ལ་དགོས་མཁོའི་སློབ་གསོ་གནང་ཡོད་གནང་སྐྱོང་ཡོང་བའི་རེ་སྐུལ་ཞུ་རྒྱུ་ཡིན་པས་བཅས་ཀྱི་ས་ཁོད་གསལ་བསྒྲགས་སུ་དབུས་འོས་བསྡུ་ལས་ཁང་ནས་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ལ་ཞེས་བཤད།